ཡང་ཡང་ད་དེ་རིང་དང་པོ་དེ་ཡིན་ད། ཨོ་ཡ་ད་དེ་རིང་ག་རེ་ལབ་ཨེ་ཡར་ཟེར་ན་ང་ཚོ་ལས་ཚིགས་བརྗེ་མཐུན་པ་ས་ལས་ཚིགས་བརྗེ་མཐུན་པ་དེ་ལ་ཨ་ནི་མིང་ཚིག་སྦྱར་ནས་ཨ་ནི་ཚིག་གྲུབ་སོད་དང་སྤྱོར་བ། འོ་འདི་ཨ་ནི་བོད་ཀྱི་བྱེད་སྟངས་ལབ་ཀྱི་ཡོད་སྐད་ཆ་ཡིན། ཨ་ནི་ད་ལས་ཚིག་རྗེས་མཐུན་པ་ཟེར་ན་མ་ཟེར་ན་ང་ཚོ་བོད་པའི་ཡི་གེ་ཀྱི་ཚིག་གྲུབ་ཀྱི་སོད་ཡོང་དུས་ཙམ་པ་ལ་ཨ་ནི་ཚིག་གྲུབ་ཀྱི་སོད་ཡག་གི་ཚིག་གྲུབ་མཇུག་སྡོམ་ཟིག་ར་བ་ཚིག་གྲུབ་དེ་ཆ་ཚང་ཨིན་ཇི་དུ་མ་སོད་ན complete ཆགས་ཡག་ལ་ཨ་ནི་ཡིན། ཁ་ཚ་བ་ར། ཡིན། ཡོད། རེད་འདུག་སི་ལ་ནི་ནམ་རྒྱུན་ད་སྐད་གྲགས་ཆེ་ཤོས་བཞི་ཡོད་རེད་བ། ད་སྐད་གྲགས་ཆེ་ཤོས་སི་ཙི་མ་ད་འདི་བོད་ཆོས་མང་ཤོས་རེད་བ་དེ་ཚོ་གཏང་གི་རེད་བ། ད་དེ་ཡི་སྒྲུབ་ཕྱོགས་ནི་ཨ་ནི་དེ་འདྲ་བོད་ཀྱི་གཏང་གི་རེད་ཡང་དགག་ཕྱོགས་བཟོས་པ་ཡིན་ན་ཡང་ཕ་ཁ་ལོག་ནི་ཡང་ཡིན་ཟེར་དེ་མིན་ལབ། ཨ་ནི་རེད་ལབ་ན་མ་རེད་ཟེར་བ། དེ་ནས་ཡོད་ཟེར་དེ་མེད་ལབ་ཨ་ནི་འདུག་ཟེར་དེ་མི་འདུག་སི་ལ་ཅན་ཁོ་དགག་ཕྱོགས་སུ་ནི་ཕ་བཟོས་རེད་ཡིན་ན་ཚིག་སྒྲུབ་འདྲ་བོ་ཡོད་པ་ཅིག་ལ་མ་གིས་ཚིག་མཐའ་མ་དེ་ཕ་ཁ་ཨ་ལོག་རྒྱབ་བཞག་ན་ཚར་ཚར་བ། དེ་དག་གི་བལ་ཡུལ་གཅིག་བཟོས་ཟེར་ན་གཉིས་ཀ་ལས་ཤིང་ལས་བཟོས་ཤེས་ཀྱི་རེད་བྱས་ཙང་གཉིས་ཀ་ཡིན་གྱི་མིན་གྱི་མུག་བ་བྱེད་རོགས་དང་པོ་ཡིན་དང་གཅིག་ཡིན་དང། ད་འདི་ནང་གི་དང་ཤོས་དེ་ག་རེ་རེད་ཟེར་ན། ཡིན་ཟེར་རྗེས། ཨ་ནི། གཉིས་པ་དེ། རེད་ཟེར་རྗེས། ཡིན་དང། དེ་ཡིན་འདུག་ཨ། ཡིན་དང། རེད་གཉིས་དེ་ཚིག་གྲུབ་དེ་གནས་སྟངས་འདྲ་པོ་ཡིན་པ་གཅིག་ལ་ཁྱད་པར་ག་རེ་ཡོད་རེད་ཟེར་ན། ཡིན་འདི་སོ་སོ་ལ་བོད་སྤྱི་བྱས་དང་ཨ་ནི་རེད་འདི་ཨ་ནི་གཞན་དག་ལ་ཕག་བོད་སྤྱི་བྱས་ཡིན་དང་ལོ།

ཁོ་ཟེར་མཁན་དེ་བཞག་ཡོད། ཨ་ནི། ཁོ་ཟེར་ལབ་པ་རེད་མ་གཏོགས། ཁོ། མོ། ཁོ་ཚོ། ཟེར་ཡ་དེ་འདྲ་དང་དེ་ནི། དེ་ཚོ། ཟེར་ཡ་དེ་ཚང་མ་ད་གང་དག། འོ་དེ་ཆ་ཚང་འདི་ནང་ཚུད་ཚུད་འགྲོ་བར། ཁོ། མང་ཚིག་དང་ཉུང་ཚིག་དེ་ཁྱད་པར་གྱེས་ཡོད་མ་རེད། ཉུང་ཚིག་ཚུད་ས་ད་ག་རང་ལ་ས་ཆ་དེ་ལ་མང་ཚིག་དེ་ཚུད་འགྲོ་བར། ཁོ་ལ་དེ་ཁོ་ཚོ་ཚུད་ཚར་དང། མོ་ལ་ནི་མོ་བའི་མོ། ཨ་ནི། མོ་ཟེར་ས་པ་ད་བུ་མོ་ཚོ་ཟེར། རྒན་ལགས་རྒན་ལགས་ཚོ་ཟེར། བོད་པ་བོད་པ་ཚོ་ཟེར་ཚང་མ་འདི་ནང་འགྲོ་བར། ནི་དེ་ལ་ང་ཟེར་དེ་ཡང་ཁོ་མང་ཚིག་བཟོས་ན་ང་ང་ཚོ་ཟེར་ཆགས་རུང་བ་ད་དེ་ལ་མང་ཚིག་འདི་མ་དོ་ཡོད་མ་རེད་ང་དང་ང་ཚོ་མ་དོ་ཡོད་མ་རེད་ད་གཞན་དག་ཚང་མ་འཕགས་ཡོད་ག་ཟེར་ན་ང་ཟེར་ཙམ་སོ་སོ་གཅིག་མ་དོ་མེད་པ་ཡིན་ཙམ་མང་པོ་གོ་ཡ་ཡོད་མ་རུང་བ་གཞན་དག་ལ་ན་སོ་སོ་ལ་གཞན་མི་གཞན་དག་ལ་འཕགས་ཚིག་ན་མང་ང་ཡོད་ཙང་ནི་ཚང་མང་གཅིག་ཚང་མ་འདི་ན་ཚུར་ཚུར་དྲུག་རེད་གོ་སོང་བ། ཡ། ད་ང་ཚོ་ཚིག་སྒྲུབ་ཅིག་བཟོས་ན་ག་འདྲས་བཟོས་དགོས་འདུག་མིག་དག་གིས་འདང། བསྡད། ད་ཚིག་གྲུབ་ག་རེ་གསོལ་བར་ཟེར་ན། ད་ད་ལྟ་འདི་སྒང་ལ་ཡིན་ཟེར་གྱི་འདུག་བ། ཚིག་གྲུབ་ང་ལ་བོད་ཆུ་ཕྱེ་ནས་ཡིན་འདི་ཟོས་ཀའི་ཁྲོད་ན། ང། དེ་ལབ་རོགས་དེ་ང་བསྡད་འདུག་བ། ང། བོད་པ། ཡིན། དེ་འགྲོ་སོང་བ། ང། བུ་མོ། ཡིན། དེ་འགྲོ་སོང་བ། ང། སློབ་ཕྲུག། ཡིན། ཕར་དཀྲུགས་འདུག་བ། ང། བུ། ཡིན། ང། ཨ་ནི་མི། ཡིན། སི་ཏུས་ཕག་དྲུག་དུ་ཨ། ང་ལ་ཟོས་སོ་དེ། ང་ནི་དེ་སྤྲོ་སོ་ཨ། ད་ང་སི་ཨེ་གི་ཚབ་དེ་ལ། ཁོ་སི་བོད་ཆུ་ཆེ་ན། ཁོ། བོད་པ། རེད་ལ་བར་མ་དུ་ཁོ་བོད་པ་ཡིན་སི་འགྲོ་ཡ་ཡོད་མ་རེད་ཁོ་སོང་ཨ་ཁོ། བོད་པ། རེད། ཁོ། བུ་མོ། ད། ད་ཁོ་སི་ཨེ་ཚིག་དེ་བོད་ཆུ་ཆེ་དུ་ཙམ་པ་ད་བུ་མོ་ལ་བོད་ཆུ་ཆེ་ཡ་ཡོད་མ་རེད་ད་ག་ས་ཁོ་སི་ཨེ་དེ། Male། རོ་ཨ་ཨིན་ཇི་དུ་ཨིན་ཇི་སྐད་དུ་མ་གསུངས་ན Male ཡིན་པ་ཡིན་ཙང་བུ་མོ་སི་ཨེ་དེ Female རོ་ཨ་བྱས་ཙང་ག་རེ་གདམ་དགོས་རེད་ས་བུ་དེ་གདམ་ན་ཡག་པོ་ཡོད་རེད་རོ་ཨ། ཁོ། བུ། རེད། ཁོ། མི། རེད། ཁོ། སློབ་ཕྲུག། རེད། ཨ་ནི། ཁོ། དེ་ནི། ད་གཞན་དག་ཁྱེད་རང་ཚོ་ག་རེ་ལ་ངའི་ཁྲོད་ན་ད་ཚང་མ་འདི་འདྲ་འདྲ་བས་བྱས་ད་ཚར་གཅིག་དེ་བཞག་ཅེས་རོ། བརྙན་ཐུང་མང་པོ་ཆགས་ཀྱི་རེད་ད་དེའི་རྗེས་བྱས་ངས་ཁྱད་པར་བྱས་ལ་ལགས། ད། ད་དེ་ང་ཚོ་བག་དེ་ཟོས་ཡིན་ད་ད་བག་དེ་ཟོས་དུས་ཙམ་པ་ཡོད་ཟས་དེ་དང། འདུག་ཟས་གཉིས་དེ་གནས་སྟངས་འདྲ་པོ་ཡིན་པ་གཅིག་ལ། ནི། ང་ལ་སྦྱར་དུས་ཙམ་པ་ལས་ཡོད་རེད། ཁོ། ལ་ཡི་དེ་ལ་སྦྱར་དུས་འདུག་ཟེར་སྦྱར་རེད་ད་དེ་ལྟ་གིན་ད། དང་པོ་ང་ལ་ཡིན་པ་ཡིན་ན། ང། པས་ད་ང་ད་འདི་ལ་ཚིག་ག་རེ་ཕེབས་ཆུ་ཆོད་དགོས་ཟེར་ན་ལ་ཅིག་འཐད་པ་བླུག་དགོས་རེད་དེ་ལ་ལ། ང་ལ། དེབ། ཡོད། ང་ལ། སྨྱུ་གུ། ཡོད། ང་ལ། ལག་པ་ཡོད། ང་ལ་རེ་བ། རྐང་པ་ཡོད་ཆགས་འདུག་བ། ད་དེ་གནས་སྟངས་གཅིག་པོ་གཅིག་རྐྱང་ང་དེ་བརྗེ་བོ་བརྒྱབ་ན་ད་ཁོ་ལ་བཟོས་ན། ཁོ་ལ་ཟེར་ཡང་དེ་ལག་དེ་བཅུག་གོར་ད་ཁོ་ལ་དེབ་འདུག། ཁོ་ལ་སྨྱུ་གུ་འདུག། ཁོ་ལ་ལག་པ་འདུག། ཁོ་ལ་རྐང་པ་འདུག་ཆགས་སའི་ཁྱད་པར་ཧ་གོ་ས་ཡག་འདུག་འདུག་བ། གནས་སྟངས་གཅིག་པོ་གཅིག་རྐྱང་བྱས་ད་ཁོ་ད་མོ། ཁོ་བོད་ཆས་རྒྱག་པའི་རྒྱུ་བོད་ཆས་ཆེ་ནི་བག་གི་ཡོད་མ་ལབ་བ་ཆེ་འདུག་བོད་ཆས་ཆེ་རེད་ང་བོད་ཆས་ཞིག་ཏུ་བརྩམས་པ་ཡང་འདུག་མ་ལབ་བ་ཆེ་ཡོད་ལབ་རེད། འདི་ཅི་ནི་ཁོ་ར་ཉེ་དེ་ཁ་བཏུང་བཞག་དང་ཉེ་བཏུང་ཕྱིར་མ་བཞག་བཏུང་བ་དེ་འོ་འདི་རེད། ད་བྱས་ནའང་འདི་ལ་ཡོད་པའི་ཆ་ཚང་འདི་མིང་ཚིག་རེད་འདི་བ་ལ་ཡོད་པ་འདི་ཡང་མིང་ཚིག་རེད་བ། འོ་ན་ད་མིང་ཚིག་གཉིས་འདུག་མིང་ཚིག་གཉིས་ཀ་ཡར་མ་ཕབ་འདི་བོད་ཆས་ཆེ་ས་འདི་སྒང་ལ་འགྲོ་གི་རེད་བས་ཟེར་ན་འགྲོ་གི་མ་རེད་སྒང་འདི་བ་ལ་འགྲོ་གི་རེད་བས་འགྲོ་གི་ཡོད་མ་རེད་འོ་ན་ད་མིང་ཚིག་འདི་གཉིས་པ་ར་ལ་ཁྱད་པར་ཡག་པོ་ཅིག་དམིགས་ད་ད་ཁྱད་པར་ཏེ་ཅི་ཡོད། ཁྱད་པར་གངས་རིའི་འདུ་བ་མིག་ལྟ་དང། འདིའི་ནང་ལ་ཡང་བོད་པ། བུ་མོ། སློབ་ཕྲུག། བུ། མི། ཟེར་ནས་ཡོང་གི་འདུག་བ། འདི་ག་རེ་ཟེར་བ་ཟེར་ན། སོ་སོ་འདི་ཡིན་ཆོག་གུར་བ། ང་བོད་པ་ཡིན་ཆོག་གི་འདུག་བ། ང་བུ་མོ་ཡིན་ཆོག་གུར་བ། ང་སློབ་ཕྲུག་ཡིན་ཆོག་གུར་བ། ང་བུ་ཡིན་ཆོག་གུར། ང་བུ་མོ་ཡིན་ཆོག་གི་ཡོད་པ་ཡིན་ཙང། འདིའི་མིང་ཚིག་དེ་ཚང་མ་ཡིན། ཡིན་པ་ཅིག་ལ་སྟོན་གི་འདུག་བ། ང་ཚོ་ཡིན་པ་ཅིག་སྟོན་གྱི་ཡོད་པ་ཡིན་ཙང་འདི་ཚང་མ་དེའི་ཀླད་པར། ད་མ་གི་བ་དེ་ལྟ་དང་མ་གི་བ་དེ་ཡིན་པ་བཅས་རེད་ཡོད་མ་རེད་ང་དེབ་རེད་པས་ང་དེབ་ཡིན་ཨེ་དེ་ཡོད་མ་རེད་བ་ང་སྨྱུ་གུ་རེད་པས་ང་སྨྱུ་གུ་མ་རེད་བ་ང་ལག་པ་རེད་པས་མ་རེད་བ་ང་རྐང་པ་རེད་པས་མ་རེད་བ་བྱས་ཙང་ང་རྐང་པ་ཆགས་ཡ་ཡོད་མ་རེད་བ་ང་ལག་པ་ཆགས་གི་མི་འདུག་བ་ང་སྨྱུ་གུ་ཆགས་ཡ་ཡོད་མ་རེད་བ་ང་དེབ་ཆགས་ཡ་མི་འདུག་བ་བྱས་ཙང་མིང་ཚིག་ཡིན་པ་ཅིག་ལ་དེ་གཉིས་ལ་ཁྱད་པར་དེ་འདྲས་འཇོག། སོ་སོ་ཡིན་པ་ཅིག་ཆགས་ཡ་ཡོད་ན་སྒང་ལ་བུད་རྗེས་བྱེད་སོ་སོ་ཡིན་པ་ཆགས་ཡ་མི་འདུག་ན་བག་ལ་བཞག། ཁོ་སོང་ཨ། འོ་འདུག་བྱས་ཨ་ནི་ཡང་འདིའི་ནང་ལོགས་ལ་ཡང་མིང་ཚིག་ནང་ལོགས་ལ་ཚང་མ་ཡང་དེ་ལ་འགྲོ་བའི་ངེས་པ་ཡོད་མ་རོ་ཨ་ཡང་འོ་དེ་རེད་ད་ཡིན་ན་མིང་ཚིག་ཡིན་པ་ག་ཤེད་ཅིག་ལ་ཨ་ནི་ཁོ་གཉིས་པ་ར་ལ་ཁད་པར་དེ་དེ་འོས་བོད་ཆུ་བཅད་པ་བྱས་རོ་ཨ། འདིའི་སྒྲིགས་སུ་ད། ད་རང་སྦྱར་རེད་ད་ལྗིད་དེ་མིང་ཚིག་དང་པོ་ག་ལ་བཞག་ཡིན་པ་ད་ང་དེ་མིང་ཚིག་གཉིས་པ་བཞག་གི་འདུག་མིང་ཚིག་དེ་གཉིས་པ་དེའི་རྒྱུ་མཚན་ག་རེ་ཁྱད་པར་ད་ཁྱད་ཡོད་མ་རེད་ད་ཁོ་གཉིས་པར་ལ་འདི་རེད་ད་ལྗིད་དེ་ཚང་མ་སྒྲུབ་ཕྱོགས་ནས་བཟོས་པའི་གི་ཚིག་སྒྲུབ་དང་ད་ད་ལྟ་ཕལ་ཆེན་ཚང་མ་དགག་ཕྱོགས་ནས་བཟོས་པའི་ཚིག་སྒྲུབ་རེད་ཚིག་སྒྲུབ་བཟོ་སྟངས་གཅིག་པ་ཡིན་པ་གཅིག་ལ་ཚིག་གི་མཐའ་མ་དེ་ཡིན་ཟེར་དེ་ཚིག་དེ་ཕ་བསྒྱུར་ནས་མིན་ཟེར་ལབ་པས་རེད་ད། ཨ་ནི་རེད་ཟེར་ཏེ་ཚིག་དེ་ཕར་ལེན། མ་རེད་ཟེར་ལབ་ཐོག་བྱེད་བར་ག་ཚེ་ཁོ་དགག་ཚིག་དགག་ཚིག་བེད་སྤྱོད་བྱེད་ཡ་རོ་བ་དགག་ཕྱོགས་ནས་ཚིག་གྲུབ་བཟོས་པ་ཡིན་ཙང་ཁོ་དགག་ཚིག་བེད་སྤྱོད་བྱེད་དགོས་ཁོ་སོང་ང་ཡིན་ཟེར་ན་ཁོ་དགག་ཚིག་མཁན་མ་རོ་བ་མིན་ལབ་ན་དགག་ཚིག་ཆགས་སོང་ང་ཁོ་སོང་ང། ད་དེ་ཨ་དཔེ་རོགས་ཆགས་ཤེས་ན། དེ། ད་ཅིག་ང་ཚོ་དེ་ལ་ག་རེ་ལབ་ཡིན། ཡིན་ཟེར་ལབ་རོ་བ་ད་ད་ལྟ་དགག་ཚིག་ཡིན་ཙང་མིན་ཟེར་ལབ་སོང་ང་བྱས་ཙང་ཚིག་གྲུབ་རང་འཇགས་བཞག་ཁོ་མིན་ཟེར་ལབ་བཞག་ད་ད་ཁོ་མ་ཡིན་པ་ཅིག་བཤད་ངེས་དྲུག་ཡོད་ཙང་ཁོ་མིན་བེད་སྤྱོད་བྱེད་དགོས་རོགས་ཡིན་པ་བཤད་ངེས་དྲུག་ན་ཡིན་བེད་སྤྱོད་བྱེད་ཡ་རོགས་ཨ་དེ་གཉིས་ད་ཞི་བོ་ཞུ་བོ་ཅིག་དཀའ་ལས་ཁག་པོ་ཡོད་མ་རེད་ད་ད་ག་ནང་བཞིན་གཅིག་པུ་གཅིག་ཡང་རེད་ད་གཅིག་ང་ཚོ་རེད་ལབ་པ་ཡིན་ཙང་ད་ད་ད་མ་རེད་ཟེར་ལར་ཁ་ཟེར་ན་མ་རེད་ཕ་ཆོས་ཕྱོགས་དེ་གཅིག་མ་ཡིན་པ་ཅིག་སྐོར་ལ་བཤད་ངེས་དྲུག་ན་ཁོ་དེ་མ་རེད་ཁོ་བུ་མོ་མ་རེད་ཁོ་བུ་མ་རེད་ཁོ་སློབ་ཕྲུག་མ་རེད་ཁོ་རྒན་ལགས་མ་རེད་ལ་ཡ་ཆོས་རོགས་ཨ་དེ་རེད་ད། ཡ། ད་ད་ཅི་ང་ཚོ་དེ་ལ་ཡ། སྒྲུབ་ཕྱོགས་ནས་ང་ད་ཅི་ག་ཚོད་སྒྲུབ་ཚིག་ག་རེ་བཞག་ཡིན་ཡོད་བཞག་སོ། ད་ད་ད་དགག་ཚིག་ག་རེ་བཞག་དོ་མེད་ལ་ན་བཞག་དོ། ད་དེ་ཁ་བརྡས་རེད་ཚིག་ངེས་ལ་ཡིན་ད་དེ་ཚོ་ཚང་མ་འགྲོ་སྟངས་ག་རེ། ད་ཅི་དེ་ལ་ཚིག་སྒྲུབ་གང་ཡོད་པ་དེ་གཅིག་པ་གཅིག་རྐྱང་བཞག་ནས་མཐའ་མའི་ཡི་གེ་ཡིན་ཟེར་དེ་ཚུར་ལེན་བྱེད་མིན་ཟེར་བཅུག་གས་རེད་རོ། ཡིན་ན་ད་གནས་སྟངས་ལ་ལྟ་ནས་དེ་མཁས་པ་བཞག་གོ་རོ། གལ་ཏེ་དངོས་ཡོད་གནས་ཚུལ་ལ་སྦྱར་དུས་བརྩམས་པ་ཡིན་ན་ཚིག་གྲུབ་ཁོ་རང་ལ་སྦྱར་ན་ད་ཁྱད་པར་འགྲོ་གི་ཡོད་མ་རེད་དེ་ཡིན་ན་ད་དངོས་ཡོད་གནས་ཚུལ་ལ་སྦྱར་དུས་བརྩམས་པ་ཡིན་གནས་ཚུལ་དེའང་མཐུན་དགོས་ཀྱི་ཡོད་ཙང་ཨ་ནི་ཡང་དེ་དེས་འགྱུར་བ་གཏང་དགོས་མ་གཏོགས་ཞེ་གཅིག་པ་རེད་ད། དེ། ད་དེ་ཡང་རེད་དོ་ཅེས་ད་འཇིགས་འདུག་ཟེར་ཡིན་ཙང་ད་ད་ད་མི་འདུག་ཟེར་ཅི་བྱེད་རེད་བ། ད་དེ་ལ་ཡང་ཚིག་གྲུབ་བཟོ་གིན་ད། ཁྱད་པར་གཅིག་པུ་གཅིག་ཡང་རེད་ང་ཟེར་ངེས་དེ་ལ་ཡིན་མིན་ཟེར་དེ་དང་མེད་ཟེར་དེ་ང་ལབ་ཚུལ་བོད་ཆོས་བྱེད།

དེ་མ་རེད། དེ་ལ་མ་ཁེ་གུ་མི་དོ། མ་དང་མི་ཤ་དོ། ད་ནམ་རྒྱུན་ང་ཚོ་དགག་ཚིག་དེ་ལ་ཡང་ཚིག་ང་ཚོ་བོད་པའི་གི་དགག་ཚིག་དེ་ལ་ཚིག་བཞི་ཡོད་རོ་བ། མ། མི། མིན། མེད་ཟེར། མ་བྱེད། མ་ཁེ་གུ་མི་བྱེད། མ་ཁེ་གུ་མིན་ན་མིན། ཨ་ནི་མ་འབྲིང་པོ་མེད་དང་མེད་ཟེར། དེ་དོ་བ། དེ་འདྲི་གཅོད་རོ་བ། མ། མི། མིན། མེད། ད་ཁྱད་པར་ག་རེ་ཡོད་རེད་དེ་ཚོ། མ་ཟེར་དེ་དང་མི་ཟེར་དེ་བོད་ཆུ་བྱེད་དུས་ཚིག syllable འདྲ་བོ་ཆེ་གཉིས་ཡོད་པ་ཡིན་ན་སྒང་ལ་བཞག་ནས་བོད་ཆུ་བྱེད་ལགས་ཀྱི་ཡོད་རེད།

མ་བྱེད་འདི་མི་རེད་བ། མ་མི། ཐོག་མ། ཐོག་མ་ཟེར་ན་སྒང་ལ་བཞག། ཨ་ནི། མིན། མེད། འཇུགས། མིན་ཟེར་དང་མེད་ཟེར་དེ་འཇུགས་ལ་ཕག་བཞག་ལབ་པ་རེད། དེ་རེད་བ། ད་འདི་ད་སྤུ་གུ་ལ་ད་འདི་ཚར་གྱི་ཤེས་ཀྱི་མ་རེད་ད་ག་ད་ཨ་ཟིག་ངས་ལས་ཤེས་ཀྱི་བ་འཕྲོད་ཤེས་ཅི་ཡང་ཕ་མ་ག་ཤེད་ཡང་གོ་འདོད་ར་ཧ་གོ་འདོད་ཡོད་ན་བཞག་ད་ཞོག་ལབ་སྤུ་གུ་ལ་ལབ་བསྡད་པ་ག་སོ་སོས་ཤེས་འགྲོ་གོ་རེད་བ། ཨ་འདི་གི་ད་ག་ཟིག་ངས་ཐད་པ་ཅིག་ལབ་བཞག་ཡིན། འོ་ཡ། འདུ་བྱེད་ད་ད་ཅིག་གི་ཚིག་དུ་རང་ཅག་བཞག་ཡོར་ཉིད་དུ་ཨ། ད། ད་ཅི་ང་བོད་པ་ཡིན་ད་ཅི་ལབ་པ་ཡིན་ས་ད་ད་ས་ད་ད་སོ་སོ་དངོས་གནས་ཁོ་རང་བོད་པ་མིན་པ་ཡིན་ན་ང་བོད་པ་མིན་ད་དཔེ་ཆའི་བཤད་ན་བོད་པ་ཟེར་ཚིག་དེ་ཡང་ང་ཚོ་བོད་པ་ཡིན་པ་བྱེད་ཨ་དེ་བདེ་བོ་མི་འདུག་ན་ད་རྒྱ་མི་ཟེར་བོད་པ་གི་ཚིག་དེ་ཕ་རྗེ་བོ་རྒྱ་ནས་རྒྱ་མི་ལབ་ན་འགྲིག་རོ་ང་རྒྱ་མི་མིན་ལབ་ཤ་འགྲིག་དུ་ཨ། གོ་སི་བས་ད། ད་འཇིགས་ཡིན་ཁྱེད་རང་ང་བུ་མོ་ཡིན་ལར་བ་ད་ཁྱེད་རང་བུ་ཡིན་པ་ཡིན་ན་ང་བུ་མོ་མིན་ལབ་ཤེས་ན་འགྲིག་གི་འདུག་བ་ང་བུ་མོ་མིན་ག་ཡིན་ཟེར་ང་བུ་ཡིན་ལགས་རེད་བ་ང་བོད་པ་ཡིན་ང་རྒྱ་མི་མིན་ཟེར་ཆགས་སོང་བ་ད་ང་སློབ་ཕྲུག་ཡིན་ལར་བ་ད་ང་སློབ་ཕྲུག་མིན་ག་རེད་ཟེར་ན་ང་དགེ་རྒན་ཡིན་རེད་བ་ང་ཕ་མ་ཡིན་ང་སློབ་ཕྲུག་མིན་ཟེར་ད་ཡིན་ད་མིན་གྱི་བོད་ཆོས་ཤིག་དང་ཤེས་ཀྱི་འདུག་བ་ད་ང། བུ་ཡིན། ང་བུ་མོ་མིན། ང་མི་ཡིན། ང་དུད་འགྲོ་མིན། གོ་ས་ང་སེམས་ཅན་མིན་ཟེར་རོ་སྦྱོར་བ། འོ་དེ་འདྲ་རེ་བྱེད་ལབ། ད་ད་ག་ནང་བཞག་གི་གནས་སྟངས་གཅིག་པུ་གཅིག་རྐྱང་དེ་ང་གི་ཚབ་ལ་ཁོ་བེད་སྤྱོད་བྱེད། ད་ཡིན་མིན་ལ་ཡ་གི་ཚབ་དེ་མ་རེད་ཟེར་བེད་སྤྱོད་བྱེད་དགོས་རོ་ཁོ། བོད་པ་མ་རེད། ཁོ་རྒྱ་མི་རེད། རོ་ཨ་ནི་ཁོ་ཨ་ནི། རྒྱ་གར་བ་མ་རེད། ཁོ་ཨ་རི་བ་རེད། ཁོ་སློབ་ཕྲུག་མ་རེད། ཁོ་དགེ་རྒན་རེད། ཁོ་བུ་མ་རེད། ཨ་ནི་མ་རེད། ཁོ་བུ་མོ་མ་རེད། ཁོ་བུ་རེད། ཁོ་མི་རེད། ཁོ་དུད་འགྲོ་མ་རེད། ཨོ་ནི་ཁོ་བ་བྱུག་མ་རེད། རེད་བ། ཁོ་སེམས་ཅན་རྟགས་དམ་ཟིན་དེ་འདྲས་མ་རེད་ཟེར་རྒྱུ་རེད།

ཡང་ན་ཡོད་པ་ཡང་ན་མེད་པ་གང་དེ་ཡང་ན་ཡིན་པ་ཡང་ན་མ་ཡིན་པ་འོང་དེ་རེད་ད། ཁོ་སོང་བ་ཡིན་དང་རེད་གཉིས་པ་ར་ད་ཁྱད་པར་དེ་རེད་ད། ང། ལ། ད་ཅི་དེ་ལ་ལ་བཅུག་ཨེ་ཡིན་པ་ང་ཚོ་ལ་བཅུག་ཨེ་ཡིན་པ་ང་ལ་དེབ་མེད། ང་ལ་སྨྱུ་གུ་མེད། ང་ལ་ལག་པ་མེད། ང་ལ་རྐང་པ་མེད། ད་འདི་ཚིག་འདི་ཚིག་གྲུབ་ཀྱི་ཆ་ནས་བཟོས་སྟངས་འདྲ་བོ་ཞིག་ལབ་པའི་སྐད་ཆ་རེད་ད། ཡིན་ན་ཡང། ཨ་ནི། དངོས་ཡོད་གནས་ཚུལ་དང་མཐུན་པ་བཟོས་དགོས་ཟེར་ན་ཨ་ནི་ཡང། གལ་སྲིད་ཁྱེད་རང་ལ་ཡ། ག་ཟེར་བ་རེད། ལག་པ་ཡོད་པ་ཆེ་ཨེ་ན་ལག་པ་མེད་ང་ལ་ལག་པ་མེད་ལ་མདེའུ་མི་འདུག་ན་ཡིན་གཅིག་མི་བྱེད་ལག་པ་ལག་གོང་མ་རེད་འདི་མིང་ཚིག་བརྗེ་པོ་བརྒྱབ་ནས་གཞན་དག་ཅིག་ལ་ན་འགྲིག་གི་འདུག་ཨ། ང་ལ་གསེར་མེད་ང་ལ་རྐང་འཁོར་མེད་ང་ལ་ཨ་ནི་མོ་ཁྲ་མེད་ཨ་ནི་དེ་ནི། འོ་དེ་འདྲ་ཅིག་ལབ་ཤེས་ན་འགྲིག་གི་འདུག་ཨ། ང་ལ་སྨྱུ་གུ་མེད་ང་ལ་དེབ་ཡོད་དེབ་ཡོད་སྨྱུ་གུ་མེད་ཟེར་གི་འདུག་ཨ་འོ་དེ་ནང་བཞིན། ང་ལ་རྐང་པ་ཡོད། ཡིན་ན་ཡང་ང་ལ་སྐྲ་མེད་ཟེར་མི་ཁ་ཤས་མགོ་ལ་སྐྲ་མི་འདུག་བ། དེ་འདྲ་འདུག་བ། འོང་དེ་འདྲ་རེད་བྱིན་རླབས་ད་གཅིག་པུ་གཅིག་ཀྱང་ཁོ་ལ་བོད་ཆུ་བྱིན་གྱིས་བརྩམས་པ་ལ། ཁོ་ལ་ཟེར་ལ་བོད་ཆུ་བྱིན་པ་ཁོ་ལ་དེབ་འདུག། ཁོ་ལ་དེབ་མི་འདུག། ཁོ་ལ་སྨྱུ་གུ་འདུག། ཁོ་ལ་སྨྱུ་གུ་མི་འདུག། ཁོ་ལ་ལག་པ་འདུག། ཁོ་ལ་ལག་པ་མི་འདུག། ཁོ་ལ་རྐང་པ་འདུག། ཁོ་ལ་རྐང་པ་མི་འདུག་ཟེར་བོད་ཆུ་བྱས་འདུག་བ་གཅིག་པུ་གཅིག་ཀྱང་རེད་ད། འོང་དུ་བཟོ་རྒྱུ་བྱེད་ཨ། འོང་ཡ། ད་འདི་གཉིས་སྒྲིག་པ་བྱེད་ཤོག། ད་མིག་ལྟ་ལྟ་ད་འཇིག། གཉིས་དེ། མིང་ཚིག་ལ་བོད་སྤྱི་ཚིག་གྲུབ་བཟོས་པ་གང་ཤེས་ཅིག་ལ་གཅིག་དགག་ཕྱོགས་ནས་བཟོས་སྟངས་དང་གཅིག་སྒྲུབ་ཕྱོགས་ནས་བཟོས་སྟངས་རེད་བ། ད་ག་རེ་བོད་སྤྱི་ཚིག་ཡོད་རེད་ལ་ན། ད་འཇིག་ཡིན་ཡོད་རེད་འདུག་བེད་སྤྱོད་བྱས་པ་གང་ཞིག་ཅིག་ལ་ད་ད་ལྟ་བྱ་ཚིག་དག་བེད་སྤྱོད་བྱས་ནས་བཟོས་གོ་བར་གདའ་ད་འཇིག་དེ་མིང་ཚིག་མཉམ་པོ་བེད་སྤྱོད་བྱས་རྗེས་བྱ་བ་དེ་འདྲི་ཅེས་སྟོན་གི་མི་འདུག action ཆུ་ནུ་མི་འདུག་ད action དག་བེད་སྤྱོད་བྱས་པ་ཡོང་གི་རུ་བ་དེ་ལ་བྱ་ཚིག་ཟེར་ལགས་པར་གོ་ཚེ verb ལེགས་ར་ཨིན་ཇི་ཡིན་ན verb བྱས་ཙང་ལས་ཚིག་བརྗེ་དོན་པ་ལ་བྱ་ཚིག་སྦྱར་ནས་ཨ་ནི་ཚིག་གྲུབ་བཟོས་སྟངས་ཡིན་ད་ལོ།

ཡིན། དང་ཡོད་འདི་སོ་སོར་བོད་ཆུ་བྱེ་རས་ལ་ཡིན་པ། ད་ག་རི་མཁས་པ་ཆགས་སོང་ཡག་པོ་གཅིག་མིག་ད་ལྟ་དེ་ལ་ས་གཅིག་ཐེབས་པ་བྲིས་ཡོར་ང་ལ་ཡ་དེ་ལ་ང་ས་ངས་ལ་ནས་ས་ཞིག་བྲིས་ཡོར་གར་ཕྱིན་ནས་ངས་དགེ་ལགས་དེ་ས་བྲིས་ཀྱི་ཡོར་ཟེར་བ་ཡིན་ན་ང་ཚོ་དེའི་མིག་ད་ལྟ་བྱ་ཚིག་ཏུ་བ་བྱ་ཚིག་དང་འབྲེལ་བའི་ཚིག་གྲུབ་བཟོས་ཡིན་པ་ཡིན་ཙང་བྱ་ཚིག་དང་འབྲེལ་བའི་ཚིག་གྲུབ་བཟོས་འགོ་དུས་ནས་ས་དེ་བསླད་ཡོང་གི་ཡོར།

ས་དེ་བྲིས་ཡོང་དུས་ད་ང་གིས་ཝང་གི་བ་ལ་ཡ་ཡིག་ལས་ཀ་ཅིག་བྱེད་ཀྱི་ཡིན་ཟེར་གི་བར་ད་ལས་ཀ་ཅིག་བྱེད་ཀྱི་ཡིན་ཟེར་བར་ད་ལས་ཀ་བྱེད་པའི་གི་ནི་ལས་ཀ་དེ་ལ་བྱ་ཚིགས་ལབ་བར་བ་ཚིགས་དེ་ལ་བྱ་ཚིགས་བྱེད་འོ་དེ་འདྲ་བྱེད་ཡིན་ད། ད་གཅིག་པ་གཅིག་རྐྱང་ཕ་ཆོས་ཆོས་ལ་མིག་བལྟ་ད་དེ་ལ་ཡ་མ་ད་ཅིག་ང་ཚོ་མོད་ལར་བ་མོ་མོ་རེད་ལར་བ་ད་ད་ད་མོའི་རེད་ཟེར་ཆགས་འགྲོ་གི་བར་ད་མོའི་རེད་མོའི་འདུག་ཟེར་ལབ་བར། ཕྱག་ས་ས་དུ་བ་ས་ས་དེ་དེ་ཚང་མ་བྱ་ཚིག་དང་འབྲེལ་བ་ཡིན་ད་ས་ལས་པར་ད་ད་ཚང་མ་ལ་ངའི་ལ་ཡིན་ད་ལབ་ཤེས་མགོར་ད་བྱ་ཚིག་བོད་བརྗོད་བྱེད་དེ་ག་དུས་ཡིན་ན་ངའི་ཡང་ན་མོའི་པ་ལ་ཡིན་ན་པཱ་ལགས་ཀྱི་ཨ་མ་ཡིན་ན་ཨ་མ་ལགས་ཀྱི་ཡང་མེད་ན་ཨ་མའི་པཱ་པའི་ཨ་ཕའི་གོ་སོས་རྨོ་མོ་རྨོ་མོའི་གོ་སོས་གྲོགས་པོ་གྲོགས་པོའི་ལ་ནི་ས་དེ་བོད་བརྗོད་བྱེད་མགོར་ད། ཁ་སང་ཁྱེད་རང་གི་བྱ་ཚིག་ཅིག་ཚིག་གྲུབ་ནང་བོད་ཆས་ཅིག་གི་རེད་བ། ཁྱེད་རང་གི་ཚིག་གྲུབ་ནང་ལོགས་ལ་བྱ་ཚིག་བཅུག་ཡོང་དུས་ག་དུས་ཡིན་ན། ནི། ལས་ཀ་བྱེད་མཁན་དེ་སུའོ་རེད་དོ་མིག་བལྟ་གོར་བྱ་ཚིག་དེ་ལས་ཀ་བྱེད་མཁན་དེ་སུའོ་བྱེད་ཀྱི་འདུག་ན་རྗེ་བོ་དེ་བྱེད་མཁན་དེ་ལ་ག་དུས་ཡིན་ན་ས་དེ་ཁྲིད་གོར། ལས་ཀ་བྱེད་ཀྱི་འདུག་བྱ་ཚིག་ཅིག་འདུག་བྱ་ཚིག་དེ་ཁོས་གི་ལས་ཀ་བྱེད་མཁན་དེ་འདི་རེད་ལ་ཙིས་སྤྲད་དུས་ཙམ་ཨ་ནི་ས་དེ་སྦྱར་གོར་གོ་སོང་ང། ད་དཔེ་ར་བ་ཆགས་ཤིང་འདི་འདྲས་ཡིན་ད། དེས་ད་ལྟ་ང་ཚོ་བྱ་ཚིག་ནང་ལ་ལྟ་དང་དེ་ཀློག་ཞེས་དང་ཀློག་ན་ང་ཚོ་དེབ་ཀློག་གི་རེད་ཡི་གེ་ཀློག་གི་རེད་དཔེ་ཆ་ཀློག་གི་རེད་འདྲ་མི་འདྲ་ཀློག་དགོས་རུ་བ་ད་འཐུང་ཟེར་བ་ཡིན་ན་ང་ཚོ་ཆུ་འཐུང་གི་རེད་འོ་མ་འཐུང་གི་རེད་བྱ་འཐུང་གི་རེད་ཤིང་ཏོག་ཁོ་བ་འཐུང་གི་རེད་མང་པོ་འཐུང་གི་རུ་བ། ད་བཟའ་བྱ་བོ་ཆགས་ཤེས་ན་ཁ་ལག་བཟའ་གི་རེད་མོག་མོག་བཟའ་གི་རེད་ད་ནི། མང་པོ་བཟའ་གི་རུ་བ་འབྲས་བཟའ་བྱེད་འདྲ་མི་འདྲ་བཟའ་གི་རུ་བ་བག་ལེབ་བཟའ་བྱེད་ཀྱི་རུ་བ། ད་བྲིས་བསལ་དེ་ངས་ད་འདི་ཚོ་གི་ཚིག་དུ་ཚོ་ལ་ངས་མཚམས་མཚམས་ཨ་ནི་མ་འོངས་པའི་གི། ཨ། ཁ་ས་འདི་བཞག་བཞག་ཡོད་ཁར་ས། ཚིག་འདི་བཞག་མཚམས་ཙམ་ཡང་ད་ལྟ་བར་རོ་འདི་འདྲ་བཞག་ཡོད་ཁ་ཟེར་ན་ང་ཚོ་ཁ་སྐད་ལ་དཔེ་ན་འདི་ལ་ནམ་རྒྱུན་ཁ་སྐད་ནང་ལ་བྲིས་འདྲ་བོ་ཅིག་མ་ལག་མི་འདུག་ཨ་འབྲི་འདྲ་བོ་ལག་གི་མི་འདུག་ཨ་ཡང་སྔོན་འཇུག་ཨ་དེ་བཞག་པའི་ནས་ཨའུ་བར་དང་སྒྲ་གུག་འབྲི་ལ་གུག་ཡིན་ཙང་ཡང་ཨམ་ཅོག་ལ་མ་མ་སྙན་པ་ཅིག་དང་མ་མཁོ་བའི་འགྲོ་ཆས་མ་ཞན་པ་སོགས་ལ་ཆགས་ཀྱི་རེད་བསམས་སོང་འདི་ཡང་གཙོ་བོ་ངས་ཁ་སྐད་འདྲ་བོ་ཅིག་དང་འབྲེལ་བ་བྱས་ནས་ལབ་ཀྱི་ཡོད་པ་ཡིན་ཙང་ཨ་ནི་འདི་བཞག་ན་ལྟས་ས་ཡག་ག་མེད་འགྲོ་བསམས་སོང་བར་དང་སྒྲ་གུག་བྲིས་ལ་ནི་བྲིས་ཀྱི་ཏག་ཏག་དག་ཆ་བསྡད་ཀྱི་འདུག་བ་དག་ཆ་ཏག་ཏག་བསྡད་ཀྱི་འདུག་བ་འོ་འདི་ཀྱི་ཡིན་ད་ཀློག་བྱེད། ཡོང་བའི་དེབ་ཀློག་ཆུ་འཐུང་ཁ་ལག་ཟ་ཡི་གེ་བྲིས་ཨ་ནི་རང་སྦྱོང་བྱས། འདི་སྦྱངས་ཟེར་གི་འདུག་ད་ང་ཚོ་ཡི་གེ་སྦྱངས། དེ་ནས་གཞས་བཏང་ཁ་པར་བཏང་ཟེར་དེ་ལ་ཡོང་བར་ང་ཚོ་ནམ་ཆུང་ང་ཚོ་གཞས་བཏང་ཁ་པར་བཏང། འོ་དེ་འདྲས་རེད། ཡི་གེ་བཏང། འོ་དེ་རེད་བཏང་བཏང་བཏང་ཟེར་དེ་བྱས། ད་དེ་ང་ཚོ་ཚིག་གྲུབ་ནང་ལ་ཕར་བཟོས་ན་ག་འདྲས་ད་ད། ངས། ཀློག། ཡིན། ངས། ཀློག། ཡིན།

ཁོས་བས་ངས་སྒྲུང་དེབ་ཀློག་ཡིན་ས་ཀློག་སའི་ཚིག་དེ་ལ་ནི་མང་པོ་བྱ་རལ་དུ་བ་གཏོང་འདུག་ཅེས་ད་འདི་ནས་ཡིན་དང། ཐུང་འདྲ་པོ་ཆགས་ཤེ་ན་ངས་ཆུ་ཐུང་ཡིན་བ་དང་པོ་ངས་ཐུང་ཡིན་ལ་ཡོར་བ་དེ་ངས་ཐུང་ཡིན་རེད་བ། ད་ཐུང་ཡིན་ལ་དེ་ཙམ་པ་ཐུང་ཟེར་དེ་ཐུང་བ་དེ་ཐུང་ཡིན་ལབ་པ་རེད་དེ་ཐུང་ཡིན་གྱི་ག་རེ་ཐུང་ཡིན་ཁྱེད་རང་ལག་གི་མི་འདུག་བ་ཨ་འདི་ལབ་ཉེས་འཕྲོ་ན་མ་ལབ་དགོས། ཆུ་ཡིན་ན་ཆུ་འཐུང་ཡིན། འོ་མ་ཡིན་ན་འོ་མ་འཐུང་ཡིན། ནི། ཤིང་ཏོག་ཁོ་བ། Juice། ར། དེ་འཐུང་ཡིན་ན་ཤིང་ཏོག་ཁོ་བ་འཐུང་ཡིན། ལ་གོ་ར། ངས། བྱ། འཐུང་ཡིན། ངས། ཆུ། འཐུང་ཡིན། གཅིག་པ་རེད་དོ། ད། དེ་ནས་ཡང་གསུམ་པ་དེ་ཡིན། ད། ངས། ཟ། རེད་དོ། ངས། ནི། ཁ་ལག། ཟ། ཡིན། ངས། ཁ་ལག། ཟ། ཡིན། ནི། ངས། བག་ལས། ཟ། ཡིན། ཟས་སྦྱོར་བ། འོ་དེ་འདྲས་ཡིན་ད། ད་ད་ལྟ་འདིའི་ནང་ལོགས་ལ་ཡང་ངས་ལ་ཡིན་པ་ཐང་ཅིག་ཡིན། བྱ་ཚིག་བཞག་པ་གང་ཞིག་ཅེས་ལ་བྱ་ཚིག་འདི་བདེན་མ་འོངས་ད་ལྟ་ངས་གཙོ་བོ་བྱས་ནས་བསམ་བློ་བཏང་གི་མེད་ད། གོ་སོང་ཨ། ང་ཚོ་ཁ་སྐད་ལ་གཞི་བཞག་ནས་ཨ་ནི། བྱ་ཚིག་ཅིག་འདི་ནང་ལ་སླེབས་པ་ཙམ་གྱིས་ལ་ཨ་ནི་འགྲིག་པའི་ཁོ་ཐོག་བཏང་ཞེས་ད་ལྟ་ངས་ཁྱོད་ཚོ་ལ་བཏང་འཇུག་རུ་བྱས་ནས་ཨ་ནི་དག་ཡིག་དང་འདི་འདྲའི་དག་ཆ་དེ་ཚོ་ཁས་ལབ་ཀྱི་མེད་པ་ཡིན་ཙང་འདི་ངས་གཙོ་བོ་བསམ་བློ་བཏང་གི་མེད་གོ་སོང་ཨ། སྨྲས་རོགས་གྱིས་ཤིག་སྔོན་བཤད་ན་ངའི་བཟའ་ཡིན་དེ་འདྲ་ལབ་གི་མ་རོ། ཁ་བཟའ་ཞེས་པ་དེ་དེའི་ད་ལྟ་བའི་ཚིག་ཡིན་ཙང་ཡིན་ཟེར་དུས་ཙམ་མ་མ་འོངས་པ་ལ་ཕར་འགྲོ་ཟེར་ར་དེ་ལ་བཤད་ན་དེ་ནི་ག་རེ། མ་འོངས་པའི་ཚིག་བྲིས་དགོས་རོ་བ། འདིར་དེའི་བསམ་བློ་བཏང་གི་མེད་ད་ཁོ་སོང་ཨ་ཐ་ན་ང་ཚོ་ཁ་སྐད་ནང་བཤད་ཅིག་ཁ་སྐད་ནང་ལ་བཟའ་བཟའ་བཟའ་རོ་བ་བཟའ་དེ་མ་འོངས་པ་ད་ལྟ་བ་འདས་པ་ཚང་མ་ལ་བཟའ་ཞེས་ད་ལབ་གི་རོ་བ། ངའི་བཟའ་ཡིན་ཟེར་གི་རེད་ངའི་བཟའ་གི་ཡིན་ཟེར་གི་རེད་ངའི་བཟའ་གི་ཡོད་ལ་ནི་བཟའ་བཟའ་བཟའ་ཞེས་ད་ལབ་བསྡད་ཀྱི་ཡོད་པ་ཡིན་ཙང་ཨ་ནི་བཟའ་གི་ཐ་སྙད་བཞག་པའི་སྐད་ཆ་ཡིན་ད་ལོ། ཡ། ད་དེ་ཡིན་ད། ངས་ཁ་ལག་ཟ་ཡིན་ངས་བག་ལས་ཟ་ཡིན་ཞེས་ཆགས་སོ། ད་བྲིས་འདྲ་བོ་ཆགས་ཤེ་ན་ངས་རང་སྦྱོང་བྲིས་ཡིན་ངས་ཡི་གེ་བྲིས་ཡིན་ཆགས་གི་འདུག་བ། འོ་དེ་རེད་ད་ད་ལྟ་ཡིན་ལ་བཟོད་གོ་བར་ད་ཚིག་གྲུབ་ཡིན་ཞེས་ཨ་ནི་ང་དང་མཉམ་པོ། ངས་ཨ་ནི་ཡི་གེ་སྦྱངས་ཡིན་ཨ་ནི་ངས་རང་སྦྱོང་སྦྱངས་ཡིན་རེད་བ། འོ་འདུག་ཟེར་བྱས་ད་སྟོང་བཏང་ཡིན་པ་ཡིན་ན་ངས་ཞལ་བཏང་ཡིན་ངས་ཡི་གེ་བཏང་ཡིན་འདུག་བ། ངས་པཱ་ལགས་ལ་ཁ་པར་བཏང་ཡིན་ཟེར་བ་ཞིག་འདི་འདྲས་ཡིན་ད། ད་བཏང་ཡིན་དང་བཏང་གི་ཡིན་འོ་ད་དེ་ལ་འདི་འདྲ་ཞིག་ལབ་ན་ཡག་པོ་འདུག་ཨོ། མཁས་པ་འདི་ངས་ཚང་མ་ལ་ལབ་མ་གོ་བ་ཁྱེད་གཅིག་ལ་ལབ་ན་ཨ་ནི་ཁྱེད་རང་ཚོ་ཧ་གོ་འགྲོ་གི་རེད། དཔེར་ན་ངས། དེབ་ཀློག་ཡིན་ལབ་པ་ཡིན་ན་ཀློག་ཡིན་ཀློག་ནས་བྱ་ཚིག་དེ་ནས་ཡིན་ལ་ཁ་བཏུག་ལ་ན་ང་ཚོ་ཁ་སྐད་ནང་ལ་གཞི་བཞག་ན་འདི་འདས་པ་འདྲ་བོ་ཆགས་པ་རེད་འདས་པ་ཟེར་ན་ཚར་བ་ཚར་སྐྱོག་འདི་འདྲས་ངས་དེབ་ཀློག་ཡིན་ལབ་ན་ཚར་བ་འདྲ་བོ་ཆེ། ཀློག་ཚར་བ་སོར་ཅི་ལ་གོ་འགྲོ། ད། ཀློག་ཡིན་ལ་ཡ་གི་པ་ར་ལ་དེ་ལ་ག་ཡི་ཚ་ཀློག་གི་ཡི་ལ་ཡ་གཅིག་ལ་ན་ངེ་རི་ཨ་ནི་མ་འོངས་པ་ཆགས་འགྲོ། ངེ། དེབ། ཀློག་གི་ཡིན། ཀློག་གི་ཟེར་གྱི་དོ་ཀློག་ཡིན་མ་ལ་བ་ཅེས་ཀློག་དང་ཡིན་པ་ར་ལ་ག་གི་གུ་གི་ཅི་ཐད་པ་བླུགས་ཤེ་ན་ཀློག་གི་ཡིན། ཟ་གི་ཡིན། མཐོང་གི་ཡིན། བྲིས་གི་ཡིན། སྦྱང་གི་ཡིན་ཟེར་ནས་གི་གི་གི་ཟེར་གྱི་འདི་པ་ར་ལ་བཅུག་ན་མ་འོངས་པ་འགྲོ་གི་གོ་འགྲོ། མ་འོངས་པ་ཟེར་ན་ལས་ཀ་བྱེད་རྒྱུ་ཡིན་པ་རྗེས་ལ་བྱེད་ཡ་ཡིན་ད་ལྟ་བྱེད་ཀྱི་ཡོད་མ་རེད་ད་བྱེད་ཚར་ཡོད་མ་རེད་ད་ལྟ་བྱེད་དགོས་ཡོད་མ་རེད་ད་རྗེས་ལ་བྱེད་ཀྱི་ཡིན་ཟེར་ངེས་སོ་ཅི་ཆ་གོ་བར་ཧོས་བས་ཁི་ཡིན་ཁ་སྐད་ནང་གི་འགྲོ་སྟངས་དེ་འདྲས་རེད་དོ། ངས་དེབ་ཀློག་གི་ཡིན་ངས་ཆུ་བོ་འཐུང་གི་ཡིན་ངས་ཁ་ལག་ཟ་གི་ཡིན་ངས་ཡི་གེ་བྲིས་ཀྱི་ཡིན་ངས་ཡི་གེ་སྦྱང་གི་ཡིན་ངས་ཁ་པར་བཏང་གི་ཡིན་ངས་གཞས་བཏང་གི་ཡིན། ཁི་ཁི་ཁི་ཟེར་ང་ཚོ་ཁ་སྐད་ནང་གཅིག་བེད་སྤྱོད་བྱེད་ཀྱི་འདུག་ཨ་འོ་འདི་གི་ཐ་སྙད་བེད་སྤྱོད་བྱེད་དེ་མ་འོངས་པ་གོ་གི་ཡོད་རེད། བྱེད་མེད་པ་རྗེས་ལ་བྱེད་ཡ་ཡིན་པ་ཅིག་གོ་གི་རེད་ད་ཁྱེད་རང་གིས། གྱིས་སའི་ཚིག་འདི་ཕ་མ་ལ་བ་ཅན་ནས་ཕ་ཁ་བཏུག་ཁོ་རང་ཀློག་ཡིན་མཐོང་ཡིན་ཟ་ཡིན་བྲིས་ཡིན་སྦྱངས་ཡིན་བཏང་ཡིན་ཟེར་ཁ་བཏུག་གྱིས་དེ་མ་བསླབ་པ་ན་ད་སྡད་པ་ཁོ་ར་ཡང་ཚ་བ་ཚ་སྐྱོ་བྱེད་ལ་ཁོ་ར་བྱེད་ཙང་མ་འོངས་པ་དང་སྡད་པ་གཉིས་པ་ར་ལ་ཁྱད་པར་ག་རེ་རེད་དོ་འདིས་ཚིག་ཐ་སྙད་དེ་ཡ་ཅུག་མ་ཅུག་ཅིག་གི་ཁྱད་པར་འགྲོ་གི་འདུག་ཨ་ད་ད་ཁ་སྐད་གཙོ་བོ་རེད་ད་ང་ཚོ་འདི་འདི་མ་རེད་ད་ད་ཡིག་ཤུགས་ཆུང་པོ་ཤུགས་ཚ་མོ་བཏང་གི་མེད་ད་ཁྱོད་ཚོ་ད་ཡིག་སྦྱངས་ཡ་ད་གནས་རིམ་གོ་ལ་སླད་མེད་བ་ང་ཚོ་ཁ་སྐད་དང་པོ་ཅིག་ཤེས་པ་བྱས་ན་ད་ཡིག་སྦྱངས་ཆོག་འདུག་ཨ།

དེབ་ཀློག་གི་ཡིན་ལ་ན་ཀློག་གི་ཟེར་གཅིག་གཅུག་བ་ཡིན་ན་མ་འོངས་པ་ངས་དེབ་ཀློག་ཡིན། གི་ཡིན་མ་ལ་བ་ཅིག་ཀློག་ཡིན་ལ་ན་བསྡད་པ་འོ་ད་ཁྱད་པར་འདིར་དག་འདི་གཉིས་པར་ལ་འདི་ཡིན་ཟེ་ད་ད་ད་བྱ་ཚིག་བེད་སྤྱོད་བྱེད་དེ། འདི་ན་གཉིས་ལབ་གོ་ད་ང་ཚོ་བྱ་ཚིག་བེད་སྤྱོད་ན་བསྡད་མ་འོངས་ད་ད་སུམ་ཆ་འགྲོ་དགོས་ཀྱི་ཡོད་པ་ཡིན་ཙང་ཡིན་ཟེ་འདི་ནང་ལོགས་ལ་བསྡད་པ་དང་མ་འོངས་པ་གཉིས་ཀ་ད་བསྡད་པ་ཟེར་ན་ཚར་བ་ཚ་ཚ་སྐྱོག་དེ་དང་ཨ་ནི་ཚ་མེད་སྐྱོག་བརྗེ་རོ་བ་འདི་གཉིས་ཀ་མ་འོངས་པ་ཟེར་ན་ཚ་མེད་པ་འདི་གཉིས་ཀ་འདི་ནང་ལ་འགྲོ་གི་ཡོད་ར་ད་ནི། བཟོས་ཡག་གི་ཁྱད་པར་དེ་གིས་ཟེར་དེ་བླུགས་མ་བླུགས་བཅས་ཀྱི་ཁྱད་པར་རེད་ལ་ཡིན་པ། ནི། འདི་དངོས་གནས་བྱས་ན་བྱ་ཚིག་འདི་ཚིག་འདི་འདས་མ་འོང་ད་ལྟ་ལ་འགྱུར་བ་འགྲོ་དགོས་ངེས་ཚོར་ཅིག་ཡོད་རེད་དེ་ད་ང་ཚོ་ཁ་སྐད་གཙོ་བོ་ཡིན་ཙང་འདི་བསམ་བློ་བསམ་བློ་མ་བཏང་འདི་རྗེས་མ་བསམ་བློ་བཏང་གིན་ད། ཁོ་ཚོ་བ་རྗེས་མ་ཁྱེད་རང་གནས་རིམ་ཡག་ཅིག་མཐོ་པོ་ཆགས་ན་ང་ཚོ་རྗེས་མ་བསམ་བློ་བཏང་འགྲིག་གོ་ར་བ་ད་འདི་དུས་ཚོད་འདི་ལ་གེགས་ལ་ཞེ་ད་ཅིག་ལབ་ད་ཁོ་བོ་རེད། འདི་བྱས་ཡིན་ན་ད་ལྟ་ང་ཚོ་ཁ་སྐད་གཙོ་བོ་ཡིན་ཙང་ཀློག་གསལ་རང་ཅག་བཞག་ཤོག་ཁོ་སོང་ཨ། བཀླག་བཀླག་ཀློག་དེ་འདྲའི་ལབ་བསྡད་ན་ནི་ཁྱོད་ཚོ་ཁྲོ་བོ་ཁྲོ་བོ་རུ་ཡོང་གི་མ་རེད། ཡིན་ད། ངས་དེབ་ཀློག་གི་ཡིན་ངས་དེབ་ཀློག་ཡིན། ངས་ཆུ་འཐུང་གི་ཡིན་ངས་ཆུ་འཐུང་ཡིན། ངས་ཁ་ལག་ཟ་གི་ཡིན་ངས་ཁ་ལག་ཟ་ཡིན། ངས།

ཞོགས་ཆ་ཟ་གི་རེད་མོས་ཉིན་གུང་ཁ་ལག་ཟ་གི་རེད་མོས་དགོང་དག་ཁ་ལག་ཟ་གི་རེད་མོས་བག་ལེབ་ཟ་གི་རེད། མོས་བག་ལེབ་ཟ་གི་རེད། ཨོ་མོས་བག་ལེབ་ཟ་གི་རེད་གོ་སོང་ཨ། ད་ཁྱེད་རང་གིས། གྱིས་རེད་ཟེར་ལ་ཚིག་དེ་བཅུག་པ་ཡིན་ཙང་མ་འོངས་པ་ཆེད་ད་གྱིས་དེ་མ་བྲིས་པ་ཡིན་ན་ད་བསྡད་པ་བྱ། མོས། ཁ་ལག་ཟ་རེད། མོས་ཕྱུགས་འཐུང་རེད། མོས་དེབ་ཀློག་རེད། མོས་ཡི་གེ་བྲིས་རེད། མོས་ཡི་གེ་སྦྱངས་རེད། མོས་ཡི་གེ་བཏང་རེད། མོས་ཞེ་བཏང་རེད། མོས་ཁ་པར་བཏང་རེད། ཨོ་མོས་ཁ་པར་བཏང་རེད་སུ་ལ་བཏང་རེད། ཨོ་པཱ་ལགས་ལ་ཁ་པར་བཏང་རེད། བཏང་མཁན་སུ་རེད་མོ་རེད་ཟེར་གྱི་རོ། འོ་དེ་ཡིན་ད། ད་སྒང་དེའི་སྒྲིག་པ་བྱེད་ཤི་རོ། ཡིན་ད་རེད་བྱེད། ད་ང་ཚོ་འདི་བ་དེ་ཡིན་ད་ཡོད་དང་འདུག་ཟེར་གྱི་འདི་ཡིན་ད་ལོ། ད་ཡིན་ད་ངའི།

བ་དེར། ངས་དེབ་ཀློག་གི་ཡོད་ལ་ན་ད་ལྟ་བ། ངས་དེབ་ཀློག་གི་ཡིན་ལ་ན་མ་འོངས་པ། ངས་དེབ་ཀློག་ཡིན་ལ་ན་ནི་འདས་པ་ཆར་དག་བྲིས་སོ། ངས་ཆུ་འཐུང་གི་ཡིན་ངས་ཆུ་འཐུང་གི་ཡོད། ཟེར། འཐུང་གི་ཡོད་འཐུང་གི་ཡིན། འཐུང་གི་ཡིན་འཐུང་གི་ཡོད། གོ་སོང་ཨ། ཨ་ནི། ད་ག་འདྲ་གི་ཡོད། ཁྱི་ཡིན་ཟེར་ངེར་མཁས་པ་ག་རེ་གཅིག་མ་འོངས་པ་འགྲོ་རེ་གཅིག་ད་ལྟ་བ་ཆགས་ཡོད། ཨནི། ཁྱི་ཟེར་གཉིས་ཀ་ལ་གང་དེ་ལ་ཁྱིལ་མ་ལ་བ་ཁྱིལ་མ་ལ་ཁ་བཏུག་ཁོ་རང་བྱ་ཚིག་དེ་བྱ་ཚིག་དེ་དང་ཡིན་ཟེར་ཁ་བཏུག་ལབ་ཏེ་བསྡད་པ་ཆགས་རེ་ད་ལོ། ཡ། འདི་ཚང་མ་སྒྲོ་མོ་གོ་བ་ཆེ་འདིའི་སྒྲིག་པ་ཆེ་ཞེས་ད་ང་མོ་ལ་ཡིན་ད་མོ། ཡི་གེ་ད་འདི་ཡིན་ད་བྲིས་ཟེར་དེ་ད་ག་ཞིག་གང་དེ་ཆུ་ད་ཟ་དེ་ལབ་ས་ཡིན་ད་མོ། ཡི་གེ་བྲིས་ཀྱི་འདུག་མོ། ཡི་གེ་བྲིས་ཀྱི་འདུག་མོ། ཡི་གེ་བྲིས་འདུག།

གིས་སའི་ཚིག་མ་ལགས་ཀྱི་བྱ་ཚིག་ནི་ཁ་བཏུགས་མ་ཆོམས་ན་བཟླས་པ་རེད་ད་ཧ་གོ་སང་བྱ་ཚིག་ནི་ཁ་བཏུགས་ཡ་ཆོམས་ན་ཡང་བཟླས་པ་རེད་ཡིན་ལབ་ན་བཟླས་པ་ཟེར་ན་ཧ་ད་ཡང་ཧ་མ་གོ་ན་ཚ་བ་ཚ་སྐྱོ་དེ་འདྲའི་ཚ་ཚ་བ་ཚིག་གྲུབ་ཚ་མ་ཟེར་ན་བཟླས་པ past tense འདི་ཆགས་ཀྱི་ཡོད་རེད་ད་ད་ཀྱི་འདུག་ཅེས་བཞག་པ་ཡིན་ན་ཕ་ཅན་ཏག་ཏག་འགྲིག་ཡོང་བསམ་ཚོད་ཅིག་འདུག་ད་འདིས་རང་ཅག་གཅིག་པུས་ཀྱང་འདྲ་བོ་རེ་གླེང་གི་རེད་བ། དེ་གླེང་གི་འདུག་ཨ་ད་ད་འཇིག་འདི་སྒྲུབ་ཕྱོགས་ནས་བཟོས་པའི་ཚིག་གྲུབ་དང་ད་ད་ད་ཨ་ནི་དགག་ཕྱོགས་ནས་བགྲོད་པའི་ཚིག་གྲུབ་ཡིན་ད་འདི་དགག་ཕྱོགས་ཟེར་ན་ཧ་གོ་གི་རེད་བ།

བྱ་ཚིག་དེ་ཉིད་རང་ཅག་བྱ་བྱེད་དག་མཁས་པ་སྐྱོན་མེད་དོ་བྱ་ཚིག་མང་པོ་སྤྱད་ན་ཁྱོད་རང་ཚོ་ཡང་གསར་པ་ཚོ་བྱ་ཚིག་གསར་པ་སྦྱངས་ཏེ་ངོ་སོར་ཆ་ཆེ། ད་ལྟ་འདི་ཧ་གོ་རྒྱུ་གཅིག་ལ་བྱ་དང་པོ་འགྲོ་སྟངས་འདི་ཞིག་ཤེས་པ་ཡིན་ན་ཨ་ནི་བྱ་ཚིག་བརྗེ་པོ་མང་པོ་བརྒྱབ་ཆོག་རོགས་མིང་ཚིག་བརྗེ་པོ་མང་པོ་རྗེས་ལ་བརྒྱབ་ཆོག་རོགས་འགྲོ་སྟངས་འདི་ཤེས་ཚར་ན། ཡིན་ད། ད་ད་འཇིག་ངའི་དེབ་ཀློག་ཡིན་ཡིན་ཙང་ད་ད་ད་ངའི་དེབ་ཀློག་མིན།

བྲིས་མ་རེད། སུས་བྲིས་ར་ན་ཁོས་བྲིས་རེད་ཆ་སོང་ཨ། ད་མོས། སྦྱངས་མ་རེད། སྦྱངས་ད་སྦྱངས་མ་རེད་ལ་ན་ཡང། སྦྱངས་ཁྱི་མ་རེད་ལ་ཞིག་དང། མོས་སྦྱངས་ཁྱི་མ་རེད་མ་འོངས་པ་དེ་ལ། མོས་སྦྱངས་ཁྱི་མ་རེད། མོས་སྦྱངས་ཡོད་མ་རེད་ལ་ཞིག་དང། འདས་པ་དེ་ལ། འདས་པ་རོ་གཅིག་དེ་ཁུག་དང། ད་མ་འོངས་པ་ཡིན་ན་སྦྱངས་ཁྱི་མ་རེད། མོས་སྦྱངས་ཁྱི་མ་རེད། མོས་བཏང་ཁྱི་མ་རེད། མོས་ཞེས་བཏང་ཁྱི་མ་རེད། མོས།

ད་ང་ཡིན་ན་ངས་ཡི་གེ་བྲིས་ཀྱི་མེད། ངས་ཡི་གེ་སྦྱང་གི་མེད། ངས་ཁ་པར་བཏང་གི་མེད། གོ་སོང་ཨ། ངས་ཁ་ལག་ཟ་གི་མེད། ངས་ཆུ་འཐུང་གི་མེད། ངས་ཡི་གེ་ཀློག་གི་མེད། མེད་མེད་ཆགས་སོང་ཨ། ཡ། ད་དེ་འདྲ་རེད་ཅེས་སྨྲས་འགྲོ་ད་མང་དྲགས་ན་ཡང་ང་ཚོ་འདི་གཅིག་ར། ཨོ། ག་ཟེར་བ་རེད། ཨོ། རིང་པོ་ཆགས་འགྲོ་ར། ཐིག་དེ།